ང་ཚོས་ཐེངས་འདི་ད་རིང་ཇའི་ཁ་ཐོག་ཤོད་པའི་ཇའི་ཁ་ཚབ་རྩོམ་པ་ཀུན་འདུས་ག་རེ་གསུངས་འདུག་ཟེར་ན། ད་དབུས་གཙང་ཚོ་གི་ད་ལྟ་བ་སར་དཔེར་མི་ཚེ་ཡག་པོ་འཕྲད་བྱུང། ཡག་པོ་རེད་ཁྱང་ཚོ་ཚོགས་འདུ་དེ་ཞེ་དྲག་ཡག་པོ་བྱུང་བཞག་ཐུགས་རྗེ་ཆེ། འོ་དེ་གསུངས་འདུག་གཙོ་བོ་དེ་ཁ་ལོ་དེ་ནང་འདུག། དབུས་གཙང་གཞིན་སྐྱེས་ཀྱི་ཚོགས་ཆེན་ཐེངས་དང་པོ་དེ་ཡིན་ཙང་ནི་ཚོགས་བཅར་བའི་ངོས་ནས་ནི་ཀུན་འདུས་ལི་གསོལ་འདེབས་སྙན་ཞུ་ཅིག་ཕུལ་ཡིན། གསོལ་འདེབས་སྙན་ཞུ་འདི་གི་ནི་ཅིག་གླིང་རྗེ་ནང་ལོག་ལས་ནི་རྒྱལ་བ་སྐུ་ཡི་ཕྲེང་བ། བེ་གངས་ཅན་ལྗོངས་ཀྱི། གཅིག། སྣོད་དང་བཅུད། ལྷག་པར་དུ་ཨ་ནི་འགྲོ་བ་སྤྱི་དང་ཡང་སྐད་བོད་གངས་ཅན་ལྗོངས་ཀྱི་སྐྱེ་འགྲོ་ལས་ཨ་ནི་མཛད་པ་ཁྲི་ལས་ག་འདྲས་བསྐྱངས་བས་གི་བྱུང་རབས་ཅི་བྱས། ཨ་ནི་དེ་མཚན་གཅིག་ཡ་ད་གསོལ་འདེབས་ཀྱི་སྙིང་པོ་ཞུས་ཏེ་དེ་མཚན་གསུམ་གཅིག། ཨ་ནི་རྒྱལ་བ། སྐུ་འཕྲེང་བཅུ་བཞི་བ་ཆེན་པོ་མཆོག་སྐུ་ཚེ་ཡུན་ནས་ཡུན་དུ་ཨ་ནི་བཀའ་རྒྱ་བསྟན་པའི་བཀའ་རྒྱར་བརྟེན་པའི་གསོལ་འདེབས་ཞུ་ཡས་དང། ཨ་ནི་གཉིས་བ་དེ། མ་འོངས་པ་མུ་མཐུད་ནས་ཨ་ནི་འགྲོ་བ་སེམས་ཅན་སྤྱི་དང་ཡང་སྐད་ཨ་ནི་བོད་གངས་ཅན་ལྗོངས་ཀྱི། ཨ་ནི་གཞིས་བྱེས་བོད་མི་གཉིས་ཀྱི་དོན་དུ་ཨ་ནི་སྐུ་ཡི་ཕྲེང་བ་རིམ་པར་བྱིན་རོགས་གྱིས། ཨ་ནི་དེ་ནི་དེ་མཚོན་གསུམ་པ་སྟེ་ཨ་ནི། མ་འོངས་པ་ཨ་ནི་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆོས་གང་ཉིད་ཀྱི་ཨ་ནི་ཡང་སྲིད་དང་འབྲེལ་བའི་ཐོག་ལས་ཆབ་སྲིད་དང་མི་སྒེར་གྱི་ཨ་ནི་གེགས་དང་བར་ཆད་མ་ཡོང་བའི་གྱི་ཨ་ནི་ཅེས་བཀའ་སློབ་ལམ་སྟོན་ཨ་ནི་དག་གནང་བཞིན་གྱི་ཅིག་མ་འོངས་པའི་གྱི་ཡང་སྲིད་དང་འབྲེལ་བའི་གྱི་ཨ་ནི་ཀུན་འདུས་སྐུ་སྒེར་གྱི་རེ་དག་གནང་བཞིན་ཕོ་བྲང་ནས་ཐུགས་ཐག་གང་ཆེ་བ་འདི་ལ་ང་ཚོས་དབུས་གཙང་གཞོན་སྐྱེས་ཚོགས་ཆེན་འདི་གི་ཐོག་ནས་ཨ་ནི་ཤར་རྒྱལ་དང་ཨ་ནི་ཡིད་གཉིས་ཐེ་ཚོམ་མེད་པའི་ཐོག་ནས་ཨ་ནི་གཅིག་རྒྱ། གཅིག། སྨོན་ལམ་དང་ད་ག་ན་ཡིད་གཉིས་ཐེ་ཚོམ་མེད་པའི་ཐོག་ནས་ཨ་ནི་ངོས་ལེན་ཞུ་ཡ་དང་དེའི་ཐོག་ལ་རྒྱབ་སྐྱོར་ཞུ་གི་ཡིན་ཟེར་ཅེས་དྲན་མཚོན་གསུམ་བྱས་ཡོད་ལ། གཅིག་ཆབ་སྲིད་ཀྱི་ཐོག་ནས་གཅིག་བྱེད་དགོས་རེད་ང་ཚོ་གཞོན་པ་རྣམས་གཅིག་བྱེད་དགོས་ལ་འདི་སེམས་ཤུགས་འདི་ཡོད། དེ་དེ་གི་ཆེད་དུ་ད་ང་ཚོ་གི་ཧ་གོ་ཡ་དེ་ཡོད་གལ་ཆེན་པོ་བྱེད་དེ་ནུས་པ་དེ་ང་ཡི་ཧ་གོ་བྱུང་ད་ང་ང་རང་ལ་དེ་ནུས་པ་དེ་འདུག་ཤག་ང་རང་སེམས་ཤུགས་དེ་འགན་ཡིན་ལ་ཡི་ནུས་པ་དེ་གལ་ཆེན་པོ་ཅིག་བྱུང་སོང་ལ།
ང་རང་འདྲ་བ་ཡིན་ན་ག་ཡིན་ཟེར་ད་ད་རེས་ཚོགས་འདུ་ལ་བཅར་དགོས་ཡིན་ད་ཕལ་ཆེར་མང་པོ་ཅིག་ཡིན་ན་ད་ང་སྙེ་མ་སྙེ་གི་ད་ད་དབུས་གཙང་དེ་གི་རྒྱུན་ལས་ལ་ཨ་ནི Open Letter ལ་ར་ཨིན་ཅིག་ཐོག་ནས་ལ་འདི་བྲིས་ཨ་འདི་ནས་དེ་སོ་སོའི་ངོས་ནས་དེ་དེ་གི་གཅིག་དབུས་གཙང་གི་ད་དབུས་དེ་ཨིན་ཇིའི་སྐད་ལ་ནི Inclusive ཞིག་མི་འདུག་ཟེར་བ་ལྟ་བུ་ལངས་ཕྱོགས་དང་དེ་ཚོ་དེ་ཨ་ནི་གཅིག་སྐྱོན་བརྗོད་ཞུས་ཨ་ནི་གནས་ལས་ཡང་གཅིག་མི་ལས་དེ་ག་དུས་ནས་སྐྱོན་བརྗོད་བྱས་ན་འགྲིག་གི་མི་འདུག་མེད་ཨ་སོ་སོའི་ཕ་གིའི་ཚོགས་བཅར་ཞུས་ཨ་ཕ་གི་ལ་ཚོགས་འདུའི་ནང་ལ་ཕྱིན་དེ་རྗེས་ང་འདྲ་བས་ན་དེ་དུས་སེམས་ཁྲལ་ག་རེ་ལངས་སོང་ལབ་ན་ད་གཅིག་ཡང་དེ་གི་གཅིག་མི་རབས་རྒན་པ་དེ་ཚོའི་གི་ཆོལ་ཞེན་གི་ཞེན་ཁོག་རབ་དེ་ཚོ་ཡོད་ར་དེ་ཚོ་དངོས་ནས་གཞོན་པའི་ནང་དོག་ཅིག་སྤེལ་ཐབས་དེ་འདྲས་བྱོས་ཡིན་སེམས་ནས་ང་ཅིག་སེམས་ཁྲལ་ལངས་བྱུང་ང་ཚོགས་འདུར་འགྲོ་བའི་རྒྱུ་མཚན་བ་དེ་ཨ་ཡིན་པས་ནས་ཚོགས་འདུའི་བེད་དེ་བྱས་ཨ་ནི་དམིགས་བསལ་ང་ཚོ་ཉི་མ་གསུམ་པ་གི་ཉི་མ་ཉིན་རྒྱབ་ནས་ཨ་ནི་ཉི་མ་ཞེས་པ་ད་ཁ་སང་ཉི་མ་གཉིས་ད་གཅིག་དང་ཕྱེད་ཀ་ཚོ་དུས་ཚོད་བཏང་རྗེས་དེ་ནང་ད་ཅིག་ང་ཚོ་གྲོས་གཞི་སྣ་ཚོགས་པ་ཨ་ནི་ཅིག་བོད་སྤྱི་ཡོངས་ལ་གཞོན་སྐྱེས་ཚོས་འགན་ག་འདྲས་འཁྱེར་དགོས་དོ་ཨ་ནི་ཅིག་དབུས་གཙང་ནང་སྐོར་ལ་ཡར་རྒྱས་ག་འདྲས་གཏང་དགོས་དོད་པ་དེ་ཚོ་ཨ་ནི་ཁོང་རྣམ་པ་ཚོས་ཀྱི་ཅིག་ག་རེ་དངོས་ནས་ཅིག་གསང་པོ་ཐོག་ནས་ཅིག། བྱས་རྗེས་ཨ་ནེ་དགུ་གཏོར་རྗེས་ཀྱི་གཅིག་ག་ལ་བར་ད་ཅིག་ཁོར་ཡུག་ཅིག་བསྐྲུན་ཨ་འདི་སྙམ་དུ་ད་དམིགས་བསལ་གྱི་ད་ལྟ་གཞོན་སྐྱེས་རྣམ་པ་ཚོལ་ཨ་ནེ་དཀོན་མཆོག་ཚེ་ང་ཚོ་ཕ་གི་ནང་ལ་ད་དུས་དུ་སྡོམ་ན་དང་ཁོ་གཞོན་དེ་གའི་ལས་བྱེད་ཅིག་ཆོལ་ཁ་གཞན་པ་གི་ཅིག་འགྲིག་གི་མི་འདུག་འདྲ་བོ་དེ་འདྲས་ཅིག་མི་ལ་སྐྱོན་བརྗོད་དང་བརྗེད་དེ་འདྲས་དེ་འདྲས་ཟུར་ཙམ་ཅིག་སུ་མི་གཅིག་གིས་ལབ་ཉེས་བྱུང་མ་སོང་ཨ་ནེ་ཚང་མ་དང་པོ་ཁོ་རང་གྲོས་གཞི་དང་པོ་ག་རེ་སླེབས་ནས་ཨ་ནེ་དང་པོ་བོད་ཆོལ་ཁ་གསུམ་དེ་གའི་བེ་ཁོ་ར་དགོངས་སུ་ཤོག་གི་ད་གྱི་བཀའ་སློབ་ཀྱི་ནང་གི་སྙིང་གི་ནོར་བུ་ད་ང་རང་ཚོ་བོད་ཆོལ་ཁ་གསུམ་དེ་སྐྱིབས་ནས་སྐྱིབས་ནས་དང་དུག་ནས་དུག་མཉམ་ལེན་བྱེད་ར་འདི་དངོས་གནས་གཞོན་སྐྱེས་ཚོས་ཀྱི་ཅིག་གི་ད་ཁྲག་གི་ཁོ་རང་ནང་ཡོད་སྐྱོན་ནང་ཞི་བ་ཅིག་རང་བཞིན་ལྷན་སྐྱེས་ཀྱི་བྱེད་ཨ་འདི་མཉམ་དུ་ཅིག་གི་ད་འོ་ལང་ཕྱོགས་ག་རེ་ནས་ད་ང་རང་ཚོ་མཉམ་དུ་ལ་ཕ་ཚུ་ལ་གུ་བཤང་བྱེད་ཅིག་མཐུན་པོ་ཅིག་གུ་དུག་བྱེད་འདི་འདྲས་ཀྱི་ཨ་ནི་དུས་ཅུང་ཟ་ཨ་འདི་བྱེད་ཅིག་ད་དེ་རིང་ང་ཚོའི་ཀྱི་ཕ་སྐད་ཀྱི་ཨོ་དེ་བསྒྲགས་གཏམ་འདི་ནང་ཡོད་མ་རེད་ཡིན་ན་ལེ་ད་ང་ཚོའི་དབུས་གཙང་དབུས་ལ་ཕུལ་ཡས་ཀྱི་ཅིག་ཡོད་རེད་ད་ཨོ་དོན་ཚིག་མང་པོ་ཅིག། ཨོ་དེ་ནང་ལན་ཞིག་ད་པས་ད་ཅིག་དེ་ཅིག་གི། ཆོལ་ཁ་གཞན་པ་གིས་དེ་ཚོའི་ལྟ་ནས་ཨོ་དབུས་གཙང་དེ་ཚོས་སྐད་ཅིག། ཁྱོད་ཁྱོད་ཚོ་ཁོ་ཚོ་ལ་ཡང་ཅིག་ཁ་བརྡས་བྱ་ཡ་དང་ཁ་ད་ཡང་དེ་འདྲ་མིན་པ་དགེ་བ་ཅིག་ཁོ་ཚོ་ཡིན་ནས་ཐུགས་ལྷོད་ལྷོད་གནང་ཆོག་ཡ་གི་ཅིག་དེ་འདྲས་རབ་བྱུང་ང་རང་ཡིན་ད་ད་རེས་ཚོགས་འདུ་དེ་ཕྱི་ནས་སོ་སོའི་ངོས་ནས་ཡང་ཅིག་གི་ལོ་ཆུང་ང་དེ་ཚོ་ལ་ཅིག་ཏག་ཏག་རབ་བྱེད་ཐུགས་ཟེར་པས་འདོད་པ་ཁ་ངོ་ད་ཡག་པོ་བྱུང་སོང་བསམ་གི་ཡོད། ད་བསྒྲགས་གཏམ་དེ་ག་ཟེ་ན་ཚོགས་ཆེན་ག་འདྲ་ཅིག་འཚོགས་བ་ཡིན་ན་བསྒྲགས་གཏམ་དེ་གནད་འགག་ཅིག་ཆགས་ཀྱི་འདུག་གང་ཟེ་ན་ང་ཚོ་བརྡ་ལན་ཞིག་ནས་ཆགས་བསྡད་དེ་བརྩམས་པ་ཨ་ནི་བསྒྲགས་གཏམ་འདིའི་ནང་ལོགས་ལས་ང་ཚོ་དོན་ཚན་བཞི་ཅིག་འདུག་ཚེ་བྱས་ནི་རེད། བྱས་ཙང་དོན་ཚན་བཞི་དེའི་ནང་ལོགས་ལས་ད་གཙོ་ཆེ་ཤོས་དེ་ག་རེ་ཟེ་ན་ཨ་ནི་རྒྱལ་བ་སྐུ་འཕྲེང་བཅུ་བཞི་བ་ཆེན་པོ་མཆོག་གི་དགུ་དོན་རེད་ཨ་ནི་བྱམས་བརྩེའི་ལོ་སྲུང་བརྩི་ཞེས་དེ་བརྩམས་པ་འདི་ལ་ང་ཚོ་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་ཨ་ནི་འདི་བྱས་ཨ་ནི་དེ་ནས་གཉིས་བ་དེ་ཨ་ནི་ཅིག་ག་ང་ཚོའི་བཙན་བྱོལ་སྤྱི་ཚོགས་བཙན་བྱོལ་སྒྲིག་འཛུགས་འདི་ཨ་ནི་དམངས་གཙོའི་གི་མཚན་ཉིད་ཚང་བའི་ཐོག་ནས་འགྲོ་གི་ཡོད་ཙང་ཨ་ནི་དེ་གི་ཐོག་ནས་མ་འོངས་པའི་བོད་ཀྱི་བདེན་པའི་འཐབ་རྩོད་འདི་ཨ་ནི་ཇི་སྲིད་སྨད་སའི་བར་དུ་ཨ་ནི་དེ་སྲིད་དུ་ང་ཚོ་གི་མུ་མཐུད་ནས་གནས་ཐུབ་པའི་ལི་ཆོད་སེམས་བརྟན་པོ་ཡོད། ཨ་ནི་དག་ནང་བཞིན་གི་ཅིག་ང་ཚོ་བཙན་བྱོལ་ཅིག་བཙན་བྱོལ་གི་བོད་མི་ཙམ་མ་ཡིན་པའི་བོད་ཕྱོགས་ཁག་གསུམ་གི་ཨ་ནི་བོད་མི་ཚང་མ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ཡིན། རེད་བ། ཟླ་ག་ནང་བཞིན་གྱི་ནི་བྱེད། བོད་ཀྱི་བདེན་པའི་ཐབས་རྩལ་རེད་ཟླ་ག་ནང་བཞིན་གྱི་ལྷག་པར་དུ་བཙན་བྱོལ་སྒྲིག་འཛུགས་སུ་སྲ་བརྟན་ཡོང་བ་ལས་ཨ་ནི་དབུ་འོག་དཔུང་འདེགས་ཞིག་འདི་ཚོ་ང་ཚོ་གུས་མོ་དེ་ནས་ཞུ་གི་ཡིན་ཟེར་བྱས་དེ་འདྲ་ཅིག་རེད། ང་ཚོ་ད་རིང་དབུས་གཙང་ཚོགས་ཆེན་ཐང་དེང་པོ་དེ་རེད་དེ་དངོས་གནས་ཅིག་སོ་སོའི་གི་སེམས་པ་ལས་ལྷག་ཟེར་ཅིག་ད་དེ་ཡོང་ང་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་རེད་ལྷག་ཆོས་འབྱུང་གི་གྲོགས་དང་ཁྲི་ལ་རེད་ལྷག་དོན་དུ་དན་ཏའི་གི་ཚོགས་བཅར་གནང་བསྡད་མཁན་ཚོགས་ཕོ་གསར་མོ་གསར་ཚོ་ག་ཚད་བྱོན་རྒྱལ་ཚོ་རེད་དེ་གི་རྒྱབ་ལ་ཡོད་བསྡད་པའི་གི་ཕ་མ་ཚོ་གི་དངོས་གནས་ཀྱི་རྒྱབ་སྐྱོར་ནང་ནང་བཞིན་དེ་ནང་བཞིན་གྱི་ས་གནས་དང་ས་གནས་ང་ཚོའི་ས་གནས་ཡོ་རོབ་བ་ཡན་ལག་སོགས་ཀྱིས་དེ་ལ་མཉམ་རུབ་གནང་བའི་བཀའ་དྲིན་གྱི་ཐོག་ནས་དངོས་གནས་ད་ག་ཚེ་རྡོག་རྡོག་དེ་རྒྱལ་སྤྱི་མི་མང་གི་དབུས་གཙང་རྒྱལ་སྤྱི་མི་མང་གི་རྒྱབ་སྐྱོར་ཐོག་ནས་ད་རེས་ཚོགས་འདུ་ལ་ཡང་དངོས་གནས་ཞིག་འགྲོ་སོང་དང་ཡང་དེ་ཚོ་བོད་བོད་བོད་ལིག་ལིག་དང་ཨང་ཚོགས་ཆ་བ་ཡོང་ག་དེ་ཚོ་ཧྲག་ཐག་ཐག་ཨང་ཚོགས་ཆ་ཕེབས་ཐེངས་ང་ཚོ་ཡིན་ནས་ཀྱི་དངོས་གནས་ཀྱི་གཞོན་སྐྱེས་ཤ་སྟག་རེད་དེ་ལྷག་པའི་སྤྱི་པའི་དོན་དག་ལ་ཡང་བསམ་བློ་བཏང་ནས་ཁུར་གླེང་ནས་ད་རེས་ཀྱི་ཚོགས་ཆེན་དེ་དཔེ་མི་སྲིད་ཀྱི་ཡག་པོ་བྱུང་སོང་ཟེར་ནས་ཁོ་རང་ཚོས་ད་དུང་ཁོང་ཚོའི། འབོད་སྐུལ་ཞུ་ཡ་ལ་ཡང་ལོ་རྟག་པར་བཞེས་ཏེ་འདྲེ་ཅིག་ཚོགས་རོ་ཅིག་མི་མང་སྙུན་ལ་མ་བསྟོད་པའི་དབུས་གཙང་གི་གཞོན་སྐྱེས་ལ་ཡང་གསོ་སྐྱོང་བྱས་ལ་ཡང་དེ་འདྲའི་ཚོགས་འདུ་དེ་ས་གནས་མ་འདྲ་མ་འདྲ་ན་ལ་ཡང་ཚོགས་རོགས་བྱེད་ཟེར་ནས་དེ་འདྲས་ཀྱི་ཁོ་རང་ཚོ་ཞུ་མཁན་དེ་འདྲས་མང་པོ་བྱུང་སོང་བྱས་ཚེ་བསྡོམས་བརྒྱབ་པའི་ཐོག་ནས་ད་རིང་ང་ཚོ་གི་ཚོགས་ཆེན་དེ་གོ་སྒྲུས་ཚོགས་ཆུང་ནང་ལ་ཡོད་བསྡད་པའི་སྤྱི་འཐུས་རྣམ་པ་གསུམ་ད་ལྟ་སྤྱི་འཐུས་བློ་བཟང་རྒྱ་མཚོ་སྲི་ད་ལ་ཨ་རིན་ཆེན་འབུམ་རམས་པ་རིན་ཆེན་ལྷུན་གྲུབ་ལ་ཨ་བསྟན་ཚུལ་འདི་ལ་གཙོ་བོ་བྱས་པའི་ཚོགས་ཆུང་གི་ནང་ཡོད་བསྡད་པ་ཚོ་གི་འགན་འཁུར་བའི་ཐོག་ནས་རེད་དེ་ནང་བཞིན་གི་དབུས་གཙང་དབུས་རྒྱུད་ལས་ཚོ་གི་ད་སྔ་ཕྱི་བར་གསུམ་གི་ང་ཚོས་བྱ་ཞིག་བསྒྲིགས་པ་ནང་བཞིན་གི་དཔེ་མི་སྲིད་གི་ཡག་པོ་བྱུང་སོང་ལྷག་དོན་དུ་དེ་འདྲ་གོང་དུ་ཤོར་ནས་སྐུ་མདུན་གི་ད་རིང་མཇལ་ཁ་ཐོབ་པ་དང་གཅིག་ཨ་ཀུན་མདུན་གི་བཀའ་སློབ་བཟང་པོ་ཐོབ་ནས་དབུས་གཙང་གི་མི་མང་ཚོ་གི་ད་ལྟ་བར་སོ་ཡི་དཔེ་ཡག་པོ་སྦྱངས་སོང་ཧུར་ཐག་པ་དང་བྱེད་ཀྱི་འདུག་ཨ་ད་དུང་མུ་མཐུད་ནང་ཨ་ད་རིང་ཚོགས་ཆེན་དེ་ཡག་པོ་བྱུང་བཞག་ཟེར་ནས་འོ་དེ་གསུངས་འདུག་ཏུ་ཆུ་ནང།